ལྷན་སྐྱེས་ཀུན་ལམ་བཟང། དེ་རིང་ཕྱི་ལོ་ཉིས་སྟོང་ཉིས་བརྒྱད་དྲུག་ཟླ་བ་བཞི་པའི་ཚེས་གཉིས་ཟགས་སོང་གཟའ་ཕུར་བུས། འཛམ་གླིང་ཤེས་རྟོགས Tibet Global Insights གི་ཉིན་རེའི་གསར་འགྱུར་ལ་སླར་ཡང་གསན་གཟིགས་གནང་བར་དགའ་བསུ་ཞུ། གསར་འགྱུར་ལས་ཁུངས་ཁག་གིས་གནས་ཚུལ་སྤེལ་བར། དེ་རིང་གི་གསར་འགྱུར་ནང་གཙོ་བོ་དཀྱིལ་ཤར་ཁུལ་གྱི་གནས་བབ་དང Lebanon ནང་གསར་འགོད་པར་བཀྲོངས་བའི་རྙོག་གླེང་དང། རྒྱ་གར་མངའ་སྡེ་ཆེན་པོ་གཉིས་ཀྱི་འོས་བསྡུའི་གནས་ཚུལ། དེ་བཞིན་ཡུ་རོབ་མཐུན་ཚོགས་ཀྱིས་ཡུཀ་རེན་ལ་རོགས་དངུལ་སྤྲད་རྒྱུ་ཐག་གཅོད་ཡོད་པ་དང་ཕེལ་ཕིན་སྲིད་འཛིན་གྱི་གཟིགས་སྐོར་བཀག་འགོག་བྱས་པ་བཅས། གནས་ཚུལ་ཞིབ་ཕྲ་མུ་མཐུད་གསན་རོགས་གནང། དཀྱིལ་ཤར་ཁུལ་གྱི་ཨ་རི་དང་ཨི་རན་བར་གྱི་དམག་གི་གནས་སྟངས་དེ་གང་འདྲ་ཆགས་ཡོད་མེད་སུས་ཡང་ཤེས་རྒྱུ་ཁག་པོ་ཆགས་ཡོད་འདུག་སྲིད་འཛིན Trump གྱིས་གནད་འགག་དམག་མཚམས་འཇོག་བྱེད་རྒྱུའི་གསལ་བསྒྲགས་སྤེལ་ཡོད་ཀྱང། ད་ཆ Hormuz མཚོ་སྒོ་དེ་ནི་ཚོང་དང་རླུང་གི་གྲུ་གཟིངས། གང་ཡང་འགྲོ་ས་མེད་པས་བཀག་སྡོམ་བྱས་ཡོད་པ་མ་ཟད་གྲུ་གཟིངས་ཁག་ཅིག་ཨི་རན་གྱིས་བཙན་བཟུང་བྱས་ཡོད་འདུག་ཨི་རན་གྱིས་བཤད་སྟངས་བྱས་ན། གལ་ཏེ་ཨ་རི་རྒྱལ་ཁབ་ཀྱིས་ཁོ་ཚོས་མཚོ་ཐོག་བཀག་སྡོམ་མཚམས་འཇོག་བྱས་ན་གཞི་ནས་དམག་མཚམས་ཆ་ཚང་འཇོག་རྒྱུ་མུ་མཐུད་བྱེད་རྒྱུ་ཡིན་ཟེར་འདུག་ད་ལྟའི་ཆར་ཁོ་ཚོས་ཞི་བདེའི་གྲོས་མོལ་ལ་མཉམ་ཞུགས་བྱེད་ཀྱི་མེད་ཅེས་བཤད་ཡོད་འདུག་དེས་རྐྱེན་པས་མཚོ་ལམ་དེ་དངོས་སུ་སྒོ་བརྒྱབ་ནས་གནས་ཡོད་པ་དང། རྡོ་སྣུམ་གྱི་རིན་གོང་ནི་ཨ་རིའི་ཡོ་ལོར་བརྒྱ་ལས་བརྒལ་ཏེ་འཕར་ཡོད། དུས་མཉམ་དུ་ཨི་ཟི་རལ་དང་ལེབ་ནན་བར་གྱི་དྲག་པོའི་གདོང་ཐུག་དེ་མུ་མཐུད་ནས་ས་ཁུལ་དེའི་རྙོག་ཟིང་ཆེ་རུ་འགྲོ་བཞིན་ཡོད་འདུག་གང་ལྟར་གནད་འགག་དམག་མཚམས་འཇོག་བྱས་པ་དེ་རྒྱུན་སྐྱོང་མ་ཐུབ་པའི་ཉེན་ཁ་ནང་གནས་ཡོད་པ་དང་དམག་འཁྲུག་ཆེ་རུ་འགྲོ་རྒྱུའི་ཉེན་ཁ་ཡོད་པའི་གནས་སྟངས་ཤིག་ཡིན་པ་རེད། གཞན་དེ་ལ་འབྲེལ་བ་ཡོད་པའི་ལེབ་ནན་ནང་གསར་འགོད་པ་གསོད་པའི་རྙོག་གླེང་གནས་ཚུལ་ཞིག་ཐོན་འདུག་གཟའ་ལྷག་པའི་ཉིན་ལེབ་ནན་ལྷོ་ཕྱོགས་སུ་ཨི་ཟི་རལ་གྱིས་མཁའ་ལམ་ནས་གཏོར་རྒོལ་བྱས་ཏེ་གསར་འགོད་པ་ཅིག་གསོད་པ་དང་གཞན་ཞིག་ལ་རྨས་སྐྱོན་བཟོས་པར་བརྟེན། ལེ་བྷ་ནན་གྱི་སྲིད་བློན་གྱིས་ཨི་སི་རལ་ལ་དམག་འཁྲུག་གི་ཉེས་པ་ཡང་ན War Crimes རེད་ཅེས་ཉེས་འཛུགས་བྱས་ཡོད་འདུག་གནས་ཚུལ་དེ་ཡི་བརྒྱུད་རིམ་བཤད་ན་གསར་འགོད་པ་ལ་བྱུང་བ་ནི་གཏོར་རྒོལ་དེའི་ཁྲོད་ལེ་བྷ་ནན་གྱི་གསར་ཤོག Al Akhbar ཞེས་པའི་ནང་ལས་ཀ་བྱེད་མཁན་གསར་འགོད་པ Amal Khalil ལགས་བཀྲོངས་པ་དང་པར་པ Zeynep Faraj ལགས་ལ་དམིགས་སྐྱོན་ཕོག་ཡོད་འདུག་ལེ་བྷི་ནན་གཞུང་གིས་བཤད་སྟངས་བྱས་ན་གསར་འགོད་པ་དེ་དག་ཁང་པ་ཞིག་གི་ནང་གབ་ཡོད་ཀྱང་ཨིསི་རལ་དམག་དཔུང་གིས་ཆེད་མངགས་ཀྱིས་འབེན་བཟུང་སྟེ་གཏོར་རྒོལ་བྱས་པ་མ་ཟད་དམིགས་སྐྱོན་ཕོག་པ་རྣམས་བསྐྱབ་པར་ཡོང་བའི་གྱ་སྒྲ་དམར་པོ་ཡང་ན Red Cross སྨན་བཅོས་རླངས་འཁོར་ལ་བཀག་འགོག་དང་གཏོར་རྒོལ་བྱས་ཡོད་ཟེར། ཡང་ཕྱོགས་གཞན་ཞིག་ནས་ཨི་ཟི་རལ་དམག་དམོད IDF གྱིས་ཤོད་སྟངས་བྱས་ན་ཁོ་ཚོས་གསར་འགོད་པ་ལ་དམག་འདེད་བཟུང་མེད་ཅེས་བཤད་ཡོད། གཞན་ཡང་གཏོར་རྒོལ་བྱས་པའི་རླངས་འཁོར་དེ་ནི་ཧེས་བོ་ལ་དྲག་པོའི་ཚོགས་པས་བེད་སྤྱོད་བྱེད་ཀྱི་ཡོད་པས་ཁོ་ཚོས་དམག་མཚམས་འཇོག་པའི་ཁྲིམས་སྒྲིག་ལ་འགལ་བ་བྱེད་ཀྱི་ཡོད་པས་དེ་འདྲ་མ་བྱས་ན་ང་ཚོས་དམག་དཔུང་ལ་ཉེན་ཁ་སྤྲད་ཀྱི་ཡོད་པ་ཅེས་བཤད་ཡོད་འདུག། རྒྱབ་ལྗོངས་ཀྱི་གནས་ཚུལ། ད་བར་ལེ་བྷ་ནོན་ནང་ཨི་ཟི་རལ་གྱི་གཏོར་རྒོལ་འོག་གསར་འགོད་པ་བདུན་བསད་ཡོད་པ་དང་ཁྱོན་བསྡོམས་པའི་མི་གྲངས་ཉིས་སྟོང་བཞི་བརྒྱ་བདུན་ཅུ་དོན་ལྔ་ལྷག་སྲོག་སྐྱོན་བྱུང་ཡོད། ཕྱོགས་གཉིས་ཀས་ཕན་ཚུན་དམག་མཚམས་བཞག་པའི་ཁྲིམས་ལུགས་ལ་འགལ་བའི་ཉེས་འཛུགས་བྱེད་ཀྱི་ཡོད་པས། ད་ལྟའི་ཆར་དམག་མཚམས་བཞག་ནས་ཉིན་བཅུ་འགྲོ་བཞིན་ཡོད་པ་དང་ལེབ་ནན་གཞུང་གིས་དམག་མཚམས་དེ་ཟླ་བ་གཅིག་ཕར་བརྐྱངས་ཡོང་བའི་རེ་བ་བྱེད་བཞིན་ཡོད། གཞན་ཡང་རྒྱ་གར་ནང་གི་གནས་ཚུལ་ཞིག་ལ་ལྟ་ན། ད་ལྟའི་རྒྱ་གར་མངའ་སྡེ West Bengal དང Tamil Nadu གཉིས་ཀྱི་ནང་འོས་བསྡུ་འགྲོ་བཞིན་ཡོད་པ་དང་དེ་ནི་རྒྱ་གར་རྒྱལ་ཁབ་ནང་ཆབ་སྲིད་ཀྱི་གལ་གནད་ཆེན་པོ་ཞིག་ཆགས་ཡོད་འདུག། མཛའ་གྲགས་ཀྱི་འགྲན་རྩོད་དང་འོས་ཤོག་གི་རྙོག་གླེང། West Bengal མངའ་སྡེའི་ནང་དྲན་གཅོད་ཧ་ཅང་ཆེན་པོ་ཡོད་པ་དང་སྲིད་བློན Narendra Modi ནས་སྣེ་ཁྲིད་པའི BJP ཚོགས་པས་ད་ལྟའི་མངའ་སྡེའི་སྤྱི་ཁྱབ་བློན་ཆེན Mamta Banerjee ཕམ་ཉེས་གཏོང་ཐབས་བྱེད་བཞིན་ཡོད་འདུག་འོན་ཀྱང་ཐེངས་འདིར་འོས་བསྡུའི་རྙོག་གླེང་ཆེན་པོ་ཞིག་བྱུང་ཡོད་པར་ནི་མི་གྲངས་ས་ཡ་དགུ་ཙམ་གྱིས་འོས་ཤོག་འཕེན་རྒྱུའི་ཐོ་གཞུང་ནས་ཕྱིར་འབུད་བྱས་ཡོད། མི་མང་མང་པོ་ཞིག་གིས་ཁོང་ཚོས་དྲང་པོ་མ་བྱས་པར་འོས་བསྡུའི་ཐོ་གཞུང་ནས་བཏོན་པར་ཡིན་པའི་སྐྱོན་བརྗོད་བྱེད་བཞིན་ཡོད། ཡིན་ན་ཡང་རྒྱ་གར་འོས་བསྡུ་ལས་ཁང་ཡང་ན Election Commission of India གིས་བཤད་སྟངས་བྱས་ན། ད་ལྟའི་འོས་བསྡུའི་ནང་མི་མང་གིས་ཐོ་གཞུང་ལྡབ་ལོག་དང་བགྲོངས་ཟིན་པ་ཡང་ན་ས་གནས་སུ་མེད་པ་རྣམས་ཕྱིར་འབུད་བྱས་ཏེ་འོས་འཕེན་པའི་ཐོ་གཞུང་དེ་གཙང་བཟོའི་ལས་གཞི Clean Up Exercise ཞིག་ཡིན་ཟེར། འོན་ཀྱང་གནད་དོན་དེའི་ནང་ཚུད་པའི་མི་མང་པོ་ཞིག་གིས་བཤད་ན་ཁོ་ཚོས་འོས་བསྡུའི་ཐོབ་ཐང་ཡོད་ཀྱང་འོས་བསྡུའི་ཐོ་གཞུང་ནས་ཕྱིར་བཏོན་སོང་ཟེར། ད་ལྟའི་ཆར་དངོས་སུ་ཞིབ་བཤེར་བྱེད་བཞིན་པའི་ཞུ་གཏུག་ཡང་ན Appeals ས་ཡ་སོ་ལྷག་ཡོད་པ་རེད། ད་ཆ་འོས་བསྡུའི་སྐབས་ཟང་ཟིང་མ་ཡོང་བའི་ཆེད་དམག་མི་དང་ཉེན་རྟོག་པ་འབུམ་ཕྲག་མང་པོ་བཀྲམས་ཡོད་པ་རེད། གཞན་ཡང་ད་རིང་རྒྱ་གར་ལྷོ་ཕྱོགས་ཀྱི་མངའ་སྡེ Tamil Nadu ནང་མངའ་སྡེའི་སྤྱི་ཁྱབ་ཀྱི་འོས་བསྡུ་འགོ་འཛུགས་བྱེད་བཞིན་ཡོད་པ་དང། དེ་ནི། གློག་བརྙན་འཁྲབ་མཁན་སྐད་གྲགས་ཅན་སི་ཇོ་སི་བྷི་ཇེ་ཆབ་སྲིད་ནང་གསར་དུ་ཞུགས་ཏེ་སྔར་ཡོད་པའི་ཚོགས་པ་ཆེན་པོ་གཉིས་ཀྱི་འགྲན་རྩོད་དེ་ཕྱོགས་གསུམ་གྱི་འཐབ་རྩོད་ཅིག་ཏུ་གྱུར་ཡོད། ཁོང་གིས་ད་ལྟའི་སྤྱི་ཁྱབ་བློན་ཆེན་ཡང་ན Chief Minister MK Stalin གྱིས་སྣེ་ཁྲིད་པའི་ཚོགས་པ་དང་རྒྱ་གར་སྲིད་བློན་མོ་དཱིའི་ཚོགས་པའི་སྦི་ཇེ་པི་གིས་རྒྱབ་སྐྱོར་བྱེད་པའི་ཕྱོགས་འགལ་ཚོགས་པའི་དབུ་ཁྲིད་ཨི་ཀེ་ལཱ་མི་སཝཱ་མི་གཉིས་ལ་ཁ་གཏད་གཅོག་བཞིན་ཡོད། གློག་བརྙན་འཁྲབ་སྟོན་པ་སྐད་གྲགས་ཅན་བི་ཇེ་ལ་གཞོན་སྐྱེས་དང་བུད་མེད་ཀྱི་རྒྱབ་སྐྱོར་ཆེན་པོ་ཐོབ་ཀྱི་ཡོད་ཞིང་ཁོང་གིས་ལྐོག་ཟ་རེ་ཟུང་མེད་པ་བཟོ་རྒྱུ་དང་དབྱེ་བ་གཞན་མང་པོ་གཏོང་རྒྱུའི་དམ་བཅའ་བཞག་གི་ཡོད་འདུག་དབྱེ་ཞིབ་པའི་ལྟ་ཚུལ་བྱས་ན་འོས་ཆེན་ལ་སྔར་ཡོད་པའི་ཚོགས་པ་ཆེན་པོ་རྣམས་ལ་བསྡུར་ན་སྒྲིག་འཛུགས་བརྟན་པོ་དང་ཁོང་གིས་ཟིན་པའི་ལྟ་གྲུབ་སྲིད་དབང་མེད་པས་ཐེངས་འདིར་རྒྱལ་ཁ་ཐོབ་རྒྱུ་ཁག་པོ་ཡིན་ན་ཡང་ཁོང་གིས་འོས་ཤོག་མང་པོ་ཐོབ་སྟེ་སུ་ལ་རྒྱལ་ཁ་ཐོབ་མིན་ཤུགས་རྐྱེན་ཆེན་པོ་སྤྲོད་སྲིད་པ་རེད་ཅེས་དབྱེ་ཞིབ་པས་དཔྱད་པ་བྱེད་ཀྱི་ཡོད་པ་རེད། ཐེངས་འདིར་བྷི་ཇེ་ལགས་ལ་སྲིད་དབང་ཐོབ་རྒྱུ་ཁག་པོ་ཡིན་ན་ཡང། ཁོང་གིས་ཏཱ་མིལ་ནཱ་ཏུའི་ཆབ་སྲིད་དེ་རྣམ་པ་འགྱུར་བ་གཏོང་རྒྱུ་ཡིན་པ་དེ་གསལ་བོ་ཡིན་འདུག་སྤྱི་ཡོངས་ཀྱི་གནས་སྟངས་བཤད་ན་ད་ཆ་ཏཱ་མིལ་ནཱ་ཏུ་དང་བེས་བེང་གྷལ་མངའ་སྡེ་གཉིས་ཀྱི་ཤུགས་རྐྱེན་ཆེན་པོ་ཡོད་པ་ནི་སྲིད་བློན་མོ་དཱིའི་ཚོགས་པ་བྷི་ཇེ་པི་ལ་རྒྱ་གར་ཡོངས་ནང་རྒྱབ་སྐྱོར་ག་ཚོད་ཡོད་མེད་ཚོད་ལྟ་ལྟ་བུ་ཞིག་ཡིན་པའི་གནད་དོན་དབྱེ་ཞིབ་པ་ཚོས་བཤད་ཀྱི་ཡོད་པ་རེད་འདུག་ཡང་ཡུ་རོབ་ནང་གི་གནས་ཚུལ་ཅིག་བཤད་ན། ཡུ་རོབ་མཐུན་ཚོགས་ཀྱིས་ཡུ་ཀེ་རེན་ལ་ཡུལ་སྐོར་ཐེར་འབུམ་གོ་བཅུ་ཡང་ན་ཡུ་རོ་བི་ལིོན་གོ་བཅུ་ཡི་རོགས་དངུལ་བུ་ལོན་སྤྲད་རྒྱུའི་ཐག་གཅོད་བྱུང་ཡོད་དོ། དེ་ནི་ཧང་རི་དང་སི་ལོ་ཝེ་ཀེ་ལ Dorspah Pipeline ཁུལ་སྣུམ་དབོར་འདྲེན་བྱེད་ཁུལ་སླར་གསོ་བྱས་ཡོད་པ་དང། དེ་སྔོན་ཧང་གི་རི་ཡི་སྲིད་བློན་ཟུར་པ་བིག་ཏོར་ཨོར་བྷན་གྱིས་དོག་མོའི་བུ་ལོན་དེ་བཀག་འགོག་བྱས་ཏེ། སྣུམ་དབོར་སའི་པཱེབ་ལེན་དེ་སླར་གསོ་མ་བྱུང་བར་དུ་བུ་ལོན་སྤྲད་རྒྱུ་མིན་ཅེས་གསུངས་ཡོད། ད་ལྟ་པཱེབ་ལེན་དེ་ཡང་བསྐྱར་ལས་ཀ་བྱེད་བཞིན་ཡོད་པ་དང་ཁོང་གིས་ཉེ་ཆར་འོས་བསྡུའི་ནང་ཕམ་པའི་རྗེས་སུ་ཡུ་ཀེ་རེན་ལ་རོགས་དངུལ་བུ་ལོན་རག་རྒྱུའི་ལམ་དེ་གཙང་མ་ཆགས་ཡོད་དོ། རོགས་དངུལ་བུ་ལོན་དེ་ཡུ་ཀེ་རེན་ལ་མཚོན་ན་ཤིན་ཏུ་གལ་ཆེན་པོ་རེད། རོགས་དངུལ་བུ་ལོན་ནི་སུམ་ཆ་གཉིས་ཙམ་དེ་ནི་བདེ་སྲུང་ལས་ཁུངས་ཀྱིས་འགྲོ་སོང་ཆེད་དུ་གཏང་རྒྱུ་དང་ལྷག་མ་དེ་དཔལ་འབྱོར་བསྐྱར་གསོ་ཡོང་ཐབས་ཆེད་དུ་འགྲོ་སོང་གཏང་རྒྱུ་ཡིན་འདུག་མདོར་ན་ཡུ་རོབ་ལ་པཱེབ་ལན་ཁྱུག་སྣུམ་ཐོབ་པ་དང་ཡུ་ཀེ་རེན་ལ་རོགས་དངུལ་བུ་ལོན་ཐོབ་པར་བྱུང་ཡོད། ཡང་མཐའ་འཇོག་གི་གནས་ཚུལ་དེ་ནི་ཐེ་ཝན་སྲིད་འཛིན་གྱིས་གནང་རྒྱུའི་ལམ་ཁ་བཀག་པ་དེ་ཡིན། ཐེ་ཝན་སྲིད་འཛིན་ལི་ཅིང་ཏེ་མཆོག་གིས་ཨ་ཧྥེ་རི་ཀའི་ནང་གནང་རྒྱུའི་གཟིགས་སྐོར་དེ་ཕྱི་བསྟན་གནང་དགོས་བྱུང་ཡོད། དེ་ནི་རྒྱལ་ཁབ་རེ་ཟུང་གིས་ཁོང་གི་གནམ་གྲུའི་ཁོ་ཚོས་མཁའ་དབྱིངས་ཁུལ་དུ་འཕུར་སྐྱོད་བྱེད་པ་དེ་གློ་བུར་དུ་བཀག་སྡོམ་བྱས་པར་བརྟེན་བྱུང་ཡིན་པ་རེད། སྲིད་འཛིན་ལི་ཅིང་ཏེ་མཆོག་ཨ་ཧྥེ་རི་ཀའི་ནང་གི་ཐེ་ཝན་གྱི་ཆབ་སྲིད་གྲོགས་པོ་གཅིག་པོ་ཡོད་པ་དེ་ཨེ་སི་ཝཱ་ཏེ་ནི་ལ་གཟིགས་སྐོར་དུ་ཕེབས་རྒྱུའི་འཆར་གཞི་ཡོད་ཀྱང། སེ་ཅི་ལིས་དང་མཱ་རུ་ཤུས་དང་མཱེ་ཏཱ་ཀཱ་སི་ཀར་བཅས་རྒྱལ་ཁབ་གསུམ་གྱིས་གནམ་གྲུའི་འཕུར་ཕྱོགས་པའི་ཆོག་མཆན་ཕྱིར་འཐེན་བྱས་ཡོད། ཐེ་ཝན་གྱིས་གསུང་བཏང་བྱས་པ་ཡིན་ན། དེ་ནི་རྒྱ་ནག་གི་གནོན་ཤུགས་ལ་བརྟེན་ནས་བྱུང་བ་ཞིག་རེད་ཅེས་བཤད་ཡོད། རྒྱ་ནག་གིས་དེ་ལ་ངོས་ལེན་མ་བྱས་པར། རྒྱལ་ཁབ་དེ་དག་གིས་རྒྱ་ནག་གཅིག་གི་སྲིད་ཇུས་ལ་བརྩི་སྲུང་བྱེད་པར་བསྔགས་བརྗོད་བྱེད་ཀྱི་ཡོད་ཅེས་བཤད་ཡོད། གནད་དོན་དེས་རྒྱ་ནག་དང་ཐེ་ཝན་བར་གྱི་འགལ་ཟླ་ཆེ་རུ་འགྲོ་བཞིན་པའི་གསལ་པོ་སྟོན་གྱི་ཡོད་པ་མ་ཟད་རྒྱ་ནག་གིས་རྒྱལ་སྤྱིའི་ཐོག་ཤུགས་རྐྱེན་སྤྲོད་དེ་ཐེ་ཝན་གྱི་འབྲེལ་ལམ་དང་ཐ་ན་གནམ་གྲུའི་འཕུར་ལམ་ལའང་བཀག་འགོག་བྱེད་ཐུབ་པར་མཚོན་གྱི་ཡོད། ཅེས་དེ་རིང་གི་གསར་འགྱུར་ཞུས་ཟིན་པ་ཡིན། དེ་རིང་གི་གསར་འགྱུར་ཁག་ལ་ཕྱི་མིག་ཅིག་བལྟས་ན། དཀྱིལ་ཤར་ཁུལ་དུ་ཧུར་མུས་སུ་ཆུ་འགོ་དེ་བཀག་སྡོམ་བྱས་པ་དེས་འཛམ་གླིང་གི་རྡོ་སྣུམ་དགོང་ཚད་དང་བདེ་འཇགས་ལ་ཉེན་ཁ་ཆེན་པོ་བཟོ་བཞིན་ཡོད། ལེ་བྷ་ནོན་གནས་ཚུལ་གསར་འགོད་པ་དང་སྨན་བཅོས་རུ་ཁག་གཏོར་རྒོལ་བྱས་པ་དེ་རྒྱལ་སྤྱིའི་ཐོག་དམག་འཁྲུག་གི་རྙོག་གླེང་གསར་པ་ཞིག་ཐོན་བཞིན་ཡོད། རྒྱ་གར་འོས་བསྡུ West Bengal གྱི་འོས་བསྡུའི་རྙོག་གླེང་དང་ཏཱ་མི་ལ་རུའི་ནང་གློག་བརྙན་འཁྲབ་སྟོན་པ་བྷི་ཇེ་ཆབ་སྲིད་ནང་ཞུགས་ཡོད་པ་རེད། ཡུ་རོབ་དང་ཡུ་ཀེ་རན་སྣུམ་ལམ་བསྐྱར་གསོ་བྱེད་པའི་དེ་ཡིས་ཡུ་ཀེ་རན་ལ་གོ་རྒུ་ཆེ་བའི་ཡུལ་སྐོར་ཐེར་འབུམ་དགུ་བཅུ་རོགས་དངུལ་བུ་ལོན་ཐོབ་པ་བྱུང་ཡོད། ཕེབས་པན་དང་རྒྱ་ནག་མཁའ་དབྱིངས་བཀག་སྡོམ་བྱས་པ། གནད་དོན་དེ་རྒྱ་ནག་གི་རྒྱལ་སྤྱིའི་ཐོག་ཐེ་ཝན་གྱི་ལམ་ཁ་འགག་ཐབས་བྱེད་བཞིན་ཡོད་པ་གསལ་བོར་སྟོན་ཐུབ་ཅེས་དེ་རིང་གི་གསར་འགྱུར་ལེ་ཚན་འདི་ད་གར་མཚམས་བཞག་རྒྱུ་ཡིན། གནས་ཚུལ་མཁོ་སྒྲུབ་བྱེད་ས་རྣམས་ནི། DW། BBC། Al Jazeera། The Hindu། བཅས་ཡིན། གནས་ཚུལ་ཡོང་ཁུངས་རྣམས་མཁྱེན་འདོད་ཡོད་ན། འོག་གི་དྲ་ཚིགས་རྣམས་ལ་གཟིགས་རོགས་གནང། བརྙན་ཐུང་དེར་ག་དག་སྣོན་པ་དང། མཆན་བཀོད་པ། དུས་འཁོར་བྱས་པ་བཅས་གནང་བར་རེ་འདུན་ཆེ་རྒྱུ་དང་ལྷན་སྐྱེས་བུ་སྐུ་གཟུགས་གསེར་ཐང་དང་བདེ་ལེགས་ཡོང་བའི་སྨོན་འདུན་ཞུ། སང་ཉིན་ཡང་གསན་གཟིགས་ཡོང་བར་ཞུ། གལ་ཏེ་ཁྱེད་ཀྱིས་དེར་སླེབས་ནས Subscribe གནང་ཐུབ་ན་ལོག་པ་ལྷོད་མེད་ཡོང་གི་འདུག་ལས།